ད་ད་ད་གོང་དུ་གཟུགས་བསྒྱུར་བའི་ལས་ཚིག་དང་གཟུགས་མི་བསྒྱུར་བའི་ལས་ཚིག་གི་དབྱེ་བ་བྱེད་འབྲེལ་ལས་ཚིག་ལ་བཀར་ནས་གཟུགས་བསྒྱུར་མི་བསྒྱུར་གྱི་དབྱེ་བ་གྱེས་དམ་པ་ཞུས་གྲུབ་ནས་ད་སྐབས་སུ་བབ་པ་བྱེ་སྨྲའི་ལས་ཚིག་གཟུགས་བསྒྱུར་མི་བསྒྱུར་དེ་ཡི་གཟུགས་འགྱུར་ཚུལ་ལ་བརྟེན་ནས་དབྱེ་བ། རྣམ་པ་བཅུ་ཡོད། ད་བྱེད་བྲལ་ལས་ཚིག་ལ་དབྱེ་བ་བརྒྱད་དང་བྱེད་མེད་ལས་ཚིག་ལ་གཟུགས་མི་འཇུག་གི་དབྱེ་བ་བཅུ་ཡོད། ད་ད་ལྟ་གོང་དུ། བྱེད་བྲལ་ལས་ཚིག་འདི་ལ་ཡག་པོ་ཞིག་མཁྱེན་ཚར་ཡོང་དུས་རྩ་ནས་ད་དེ། བྱེད་མེད་ལས་ཚིག་ལ་ཡང་གོ། འགྲོ་སྟངས་འགྲོ་ལུགས་དེ་གཅིག་པ་རེད། ད་དབྱེ་བ་དེ་རིགས་མི་འདྲ་བ་བཅུ་ཐམ་པ་ལས་ཀྱི་ཡོད་རེད། དང་པོ་དེ་ལ་འདས་མ་ད་ཀུན་གཞི་ཀ་ཡང་གཟུགས་མི་འགྱུར་བ། འདས། ད་དེ་ཡང། གོང་དུ་བྱེད་འབྲེལ་ལས་ཚིག་ལ་ཞུ་བ་ནང་བཞིན་དང་པོ་ཆ་ཚང་ཡང་སྡེ་ཚིག། གཉིས་པ་ཆ་ཚང་ཡང་མ་འོངས་པ། གསུམ་པ་ཆ་ཚང་ཡང་ད་ལྟ་བ། བཞི་པ་ཆ་ཚང་སྐུལ་ཚིག་ཟེར་ནས་འོག་འདི་ཆགས་འདུག་ཡོད་རེད། ད་ལྟའི་མ་འོངས་ད་ལྟ་སྐུལ་ཚིག་བཞི་ཀ་ཡང་གཟུགས་རྩ་བ་གཉིས་ནས་འགྱུར་བ་མེད། ད་དེའང་བྱེད་མའི་ལས་ཚིག་བཞི་ཆགས་ཕྱིར་འདི་ནང་བྱེད་མའི་ལས་ཚིག་ཤ་སྟག་ཆགས་འདུག་འདི་ནི་བཞུགས་བཞུགས་བཞུགས་བཞུགས། ནུས་ནུས་ནུས་ནུས་ཟེར།

བྱ་ཚིག་འདི་ཚོ་ལ་སྐུ་ཚིག་མེད། དེ་ལ་སྐུ་ཚིག་ཡོད་རེད་དེ་ལ་སྐུ་ཚིག་ཡོད་དེ་ལ་སྐུ་ཚིག་ཡོད་རེད་དེ་ག་ནང་བཞིན་འདི། བརྒྱད་པ་དང་དགུ་པ་དང་བཅུ་པ་དེ་ལ་སྐུ་ཚིག་ཐོབ་གི་རེད་ཡིན་ན་ཡང་ད་དེ་བཞི་པ་དང་ལྔ་པ་དང་དྲུག་པ། བདུན་པ་འོ་འདི། རྣམས་ལ་སྐུ་ཚིག་རྩ་བ་ཉིད་ནས་ཡོད་མ་རེད་ད་དེ་འདྲ་འཁོར་ཅིག་མཐོང་ཅིག་ཐོས་ཅིག་ཟེར་སྐད་ཆ་ཡོད་མ་རེད་བ། ནི་ཁ་སང་གོང་དུ་ཞུས་པ་ནང་བཞིན་བྱས་ནས་མཐོང་བ་དང་ཐོས་པ་དེ་ཚོ་ཡང་འཁོར་ཟེར་བ་ནང་བཞིན་བྱ་བྱེད་ཐ་མི་དད་པ་ཡིན། བྱེད་པ་པོ་ཡི་རྩོལ་བ་ཡོད་མ་རེད་ཟེར་རྒྱུ་མཚན་ད་གནད་འགག་དེ་ཐུག་སྟེ་སྐུལ་རྩི་ཐོབ་གི་མི་འདུག་བ། གལ་སྲིད་བྱེད་པ་པོ་ཡི་རྩོལ་བ་ཡོད་སོང་བ་ཡིན་ན། བྱེད་པ་པོ་གཞན་གྱི་བྱ་བའི་ཡུལ་ལས་གཞན་དུ་གྱུར་པའི་བྱ་བའི་ཡུལ་ལས་ཐ་དད་གྱུར་པའི་བྱེད་པ་པོ་ཡི་རྩོལ་བ་ཡོད་ཀྱི་ཡོད་ན་གནང་གི་ཡོད་ན་དེ་སྐུལ་རྩི་ཐོབ་དགོས་རེད་བ། ཡིན་ནའི་དེ་ལ་སྐུལ་རྩི་ཐོབ་གི་མི་འདུག་བ། ཏག་སེ་དུས་སྐབས་སུ་ལྟོས་ཤིག།

འདི་གསུམ་ཚད་ཀྱི་མ་རེད་ད་དུས་འདི་ལས་མང་ཡང་ཡོད་ཆོག་རེད་ཡོད་རེད། དྲུག་པ་འདི་ལ། མ་ད་གཉིས་གཟུགས་གཅིག། སྡེ་ཚིག་གཟུགས་ཐ་དད་སྐུལ་ཚིག་མེད་པ། ད་མ་འོངས་པ་དང་ད་ལྟ་བ་གཉིས་པོ་འདི་ཡང་གཟུགས་གཅིག་པ་ཡིན་པ་ད་བྱེ་མའི་ལས་ཚིག་བཞི་ཆར་ད། དཔེར་ན། སྡེ་ཚིག་འདི་གཟུགས་ཐ་དད་ཡིན་པ་དཔེར་ན་ག་རེ། མ་འོངས་པ་ཕྱི་ད་ལྟ་བ་ཕྱི་འདི་གཉིས་ཀ་ཡང་དག་ཆ་གཅིག་པ་གཅིག་རྐྱང་རེད་དེ་ཡིན་ན་ཡང་སྡེ་ཚིག་འདི་ག་རེ་ཤ་དགུ་དགུ་ཤི་ཟེར་ནས་ཡང་གཟུགས་ཐ་དད་རྒྱུ་དྲུག་པོ་ཡོད་ད་འདི་ལ་ག་རེ་ཡོད་མ་ཟེར་སྐུལ་ཚིག་མེད་པ། དེ་ག་ནང་བཤད་བྱས་ནི། ཉི་མ་ལ་སོགས་པ་ནམ་མཁའ་ལ་ཆར་ཆར། མ་འོངས་པ་དང་ད་ལྟ་བ་གཉིས་པོ་གཟུགས་གཅིག་པ་ཡིན་པ་ལ་སྡེ་ཚིག་དེ་ཤར་ཟེར་ནས་གཟུགས་ཁ་རྒྱུ་དྲུག་ཡོད། དེ་ཁ་ནང་བཞིན་གྱི་ནི་འབྱུང་བ། འབྱུང་བྱུང་ཟེར་ནི་མ་འོངས་པ་དང་ད་ལྟ་བ་གཟུགས་གཅིག་པར་དེ་ཡིན་ནའི་སྡེ་ཚིག་དེ་ལ་བྱུང་ཟེར་ནི་ཨ་དངོས་རྒྱུ་མེད་པ་གྱི་ནི་གཟུགས་རྒྱུ་དྲུག་ཡོད། དེ་ཁ་ནང་བཞིན་གྱི་ནི། སྐྱེས་སྐྱེས་ཟེར་ནས་ས་ལས་རྩ་སྐྱེས་པ་ལགས་སོ་བ། ཕྲུ་གུ་སྐྱེས་པ་ལ་སོགས་པ་སྐྱེས་སྐྱེས་ཟེར་དུས་མ་འོངས་པ་དང་ད་ལྟ་བ་གཉིས་པོ་དེ་དག་ཆ་གཅིག་པ་གཅིག་ཀྱང་གཟུགས། འགྱུར་བ་ཡོད་མ་རེད་གཟུགས་གཅིག་པ་རེད་དེ་ཡིན་ན་ཡང་སྡེ་ཚིག་ལ་ལས་ཡོད་དུས་ས། བྱེ་མཇུག་གྱི་ཐེབས་ལ་ལན་སྐྱེས་ཟེར་ནས་ཡང་ཐེབས་ལ་སྡེ་ཚིག། གཟུགས་ཐ་དད་པ་བཞིན་ད་འདི་ལ་ག་རེ་ཡོད་མ་རེད་ས་སྐུལ་ཚིག་ཡོད་མ་རེད་སྐུལ་ཚིག་མེད་པ་ཟེར། འོ་དེ་འདྲ་བཞིན་ད་དེ་དུས་དེ་འདྲའི་སྤྲོ་བོ་གཅིག་གི་ཐོག་ནས་ཁྱེད་རྣམ་པ་གཟིགས་པ་ཡིན་ན་དག་ཆ་བྱེ་མའི་ལས་ཚིག་གི་ཡང་དག་ཆ་དེ། ལམ་སང་བློ་ལ་ངས་གལ་ཆེན་པོ་འདུག་ཨ་དཔེར་ན། ས་ལས་རྩ་སྐྱེས་ཟེར་ཡ་དེ་ཨོ། མ་འོངས་པ་དང་ད་ལྟ་བ་གཉིས་པོ་དེ་དག་ཆ་གཅིག་པ་རེད་ད་ས་ག་ད་སྐད་དེ་སྐྱ་བྲིང་པོ་སྐྱེས་དག་ཆ་གཅིག་པ་རེད་གཟུགས་གཅིག་པ་ཡིན། ཡིན་ནའི་འདས་ཚིག་དེ་གཟུགས་རྒྱུ་དྲུག་གི་རེད་འདི་ལ་ག་རེ་ལི་གེར་ཟེར་ན་རྗེས་འཇུག་ས་ཅིག་ཐེབས་ལ་ལས་ནི་ས་ག་ད་སྐད་དེ་སྐྱ་བྲིང་པོ་སྐྱེས་ས་སྐྱེས་ཟེར་ནས་ཨོ་དེ་འདྲས་ཡོད། ད་འདི་ལ་ཡང་སྐུ་ཚིག་ཡོད་རེད་བས་ཟེར་ན་སྐུ་ཚིག་ཡོད་མ་རེད་ད་ཟེར་ནས་ལམ་སང་གོ་ར་བློ་ལ་ངེས་དེ་པོ་དུ་བ་ཨོ་འདུག་བྱས་ནས་དེའི་རིགས་ཅིག་ཡོད་རེད་ད་དེའི་རྗེས་སུ་དུས་འབའ་དེ་ལ། འདས་མ་གཟུགས་གཅིག་ད་ལྟ་བ་གཟུགས་ཐ་དེ་སྐུ་གཟིགས་མེད་པ་ཟེར། ད་འདས་པ་དང་མ་འོངས་པ་གཉིས་པོ་དེ་གཟུགས་གཅིག་པ་རེད་འདི་གནས་གནས་ཟེར། དེ་ག་ནང་བཞིན་དཀྱུས་དཀྱུས་ཟེར་ནས་འདས་པ་དང་མ་འོངས་པ་གཉིས་པོ་དེ་གཅིག་པ་གཅིག་ཀྱང་དག་ཆ་འགྱུར་བ་ཡོད་མ་རེད་ཡིན་ན་ཡང་ད་ལྟ་བ་དེ་གཟུགས་ཐ་དེ་རེད་འདི་ལ་བག་དངོས་རྒྱུ་མེད་པ་འདི་ལ་བག་དངོས་རྒྱུ་མེད་པ་གཉིས་གནས་གནས་ཟེར། ཡིན་ན་འདི་ལ་ག་རེ་ཡོད་མ་རེད་ཟེར་སྐུ་གཟིགས་མེད་པ་ཟེར། འོ་དེ་འདྲ་ཡང་འདིའི་རིགས་སུ་གྱུར་པ་ཅིག་ཡོད། འདི་གོང་དེ་དང་མ་འདྲ་བ་རེད་དོ། གོང་དེ་ཡིན་ན་མ་འོངས་པ་དང་ད་ལྟ་བ་གཉིས་གཟུགས་གཅིག་རེད་བ་ད་ལྟ་འོག་དེ་ཡིན་ན་ཡང། མ་འོངས་པ་དང་འདས་པ་གཉིས་གཟུགས་ཅན་པ་ཡིན་པ་ལ། ད་ལྟ་བ་དེ་གཟུགས་ཐ་དད་ཆགས་བསྡད་པ་འོ་དེ་འདྲ་ཅི་ཡོད། བརྒྱད་པ་དེ་ལ་མ་འོངས་པ་དང་ད་ལྟ་བ་མ་ལྟ་གཉིས་པོ་དེ་གཟུགས་གཅིག་བདེ་དགུ་ལ་གཟུགས་ཐ་དད། ད་དེ་བས་ན། མ་འོངས་པ་དང་ད་ལྟ་བ་གཟུགས་གཅིག་ག་རེད་འགྲོ་མ་འོངས་པ་ལ་ཡང་འགྲོ་དྲི་གུ་རེད་ད་ལྟ་བ་ལ་ཡང་འགྲོ་དྲི་གུ་དག་ཆ་གཅིག་པ་གཅིག་རྐྱང་རེད་དོ། ཡིན་ན་ཡང་འདས་པ་ལ་ཕྱིན་དྲི་གུ་རེད་སྐུ་གཅིག་ལ་སོང་དྲི་གུ་རེད་དེ་ནི་འདས་པ་དང་སྐུ་གཅིག་གཉིས་པོ་དེ་གཟུགས་ཐ་དད། འགྱུར་བ་ལས་སོང་ཨ་འོ་དེ་འདྲ་རིགས་ཅི་ཡོད། དེ་ག་ནང་བཞིན་གྱི་ནི། ལང་ཟེར་དུས་མ་འོངས་པ་དང་ད་ལྟ་བ་ལ་ལ་ང་ལང་ཟེར་ནས་གཟུགས་གཅིག་པ་ཆགས་དུ་ཡོད་རེད་ཡིན་ན་ཡང་འདས་པ་ལ་ལ་ང་ཟེར་ལང་སྐུ་ཚེ་ལ་ལ་ནར་ལོ་ང་ཟེར་ལོང་ཟེར་ནས་གཟུགས་ཐ་དད་པ་ཡིན། འདས་པ་དང་སྐུ་ཚེ་གཉིས་པོ་དེ་ད་ཆ་ཁ་ཁ་ཡིན། ཨོ་དེ་ག་ན་ཆེ་རྟ་ལས་བབས་པ་དང་མོ་བྲག་ནང་ནས་འབགས་པ་ལས་མ་བབས་པ་ལགས་སོ་བ་ཀན་རྩ་བབས་པ་ལགས་སོ་བ་དེ་མ་འོངས་པ་དང་ད་ལྟ་བ་གཉིས་ལ་ཨའོ་བབས་པ་བབས་གཟུགས་གཅིག་པ་བྱེད་གཟུགས་འགྱུར་བ་མེད་པ་བྱེད་ད་ཆ་གཅིག་པ་རེད་ཡིན་ན་ཡང་འདས་པ་ལ་བབས་པ་ཟ་བབས་སྐུ་ཚེ་ལ་བབས་ནར་བོབས་པ་ཟ་བོབས་ཟེར་ནས་གཟུགས་ཐ་དད་པ་ཡིན་ད་ཆ་ཁ་ཁ་ཡིན།

སྡེ་པ་དང་སྐུ་ཚེ་ཡང་གཟུགས་བྱིས་པ་ཡིན་པ་དཔེར་ན་ཆོང་ཟེར་དུས་མ་འོངས་པ་ལ་མའོ་ཆ་ནར་ཆོང་ཆོང། ད་ལྟ་བ་ལ་མའོ་ཆ་ནར་ཆོང་ཆོང་ཆོང་ཟེར་ནས་མ་འོངས་པ་དང་ད་ལྟ་བ་གཉིས་པོ་དེ་དག་ཆ་གཅིག་པ་རེད་གཟུགས་གཅིག་པ་རེད་འགྱུར་བ་ཡོད་མ་རེད། ཡིན་དེ་ག་ནང་བཞིན་ཡང་སྡེ་པ་དང་སྐུ་ཚེ་གཉིས་པོ་དེ་ཡང་དག་ཆ་གཅིག་པ་རེད་མའོ་ཆ་ནར་ཆོང་ང་ས་ཆོང་མའོ་ཆ་ནར་ཆོང་ང་ཆོང་དེ་ཡང་འཇུག་ཡོད་པ། སྡེ་པ་ལ་ཡང་ཡང་འཇུག་ཡོད་རེད་སྐུ་ཚེ་ལ་ཡང་ཡང་འཇུག་ཡོད་རེད་དེའི་དུས་ཚོད་ནི་སྡེ་པ་དང་སྐུ་ཚེ་གཉིས་པོ་དེ་གཟུགས་གཅིག་པ་རེད་མ་འོངས་པ་དང་ད་ལྟ་བ་གཉིས་པོ་དེ་གཟུགས་གཅིག་པ་དེ་ག་ནང་བཞིན་ངུ་བའི་དོན་དག་ལ་ངུ་ངུ་ཟེར་ནས།

གཅིག་པ་ཡིན་པ་བཅས་ད་ལྟ་བ་དང་སྐུ་ཚེ་གཉིས་པོ་ད་ཆ་གཅིག་པ་ཡིན་པའོ་དེ་འདྲས་ཡོད་རེད། དེ་ཡང་ནི་ང་ཚོ་ས་ལ་དད་པ་ལགས་སོ་བ་དེ་བོག་ས་ད་ད་ད་དེ་བོག་ས་ད་ད་ད་དེ་འདི་འདུག་མ་འོངས་པ་དང་ད་ལྟ་བ། འདས་པ་དང་མ་འོངས་པ་གཉིས་པོ་དེ་གཟུགས་གཅིག་པ་རེད། ད་ལྟ་བ་དང་སྐུ་ཚེ་གཉིས་པོ་གཟུགས་གཅིག་པ་ས་ད་ད་ད་ན་རུ་སྡོད་ད་དུས་ས་ད་ད་ད་ན་རུ་སྡོད་ད་དུས། གཟུགས་གཅིག་པ་རེད་དོ་བ་འདི་འདུག་དད་ཟིན་པ་དད་རྒྱུ། ཟློས་བཞིན་པ་ཟློས་ཅིག་ཟེར་ནས་ཨོ་འདུག་བྱས་ནས་ཨོ་དེ་འདྲ་གི་དབྱེ་བ་ཡོད་རེད་ད་དེའི་ད་ལྟ་དཀར་པང་ནང་ལ་གངས་ཤོང་ཤོང་འདི་པ་དུ་མ་དུ་ཤོང་མི་འདུག་ཨ་གངས་ཤོང་ཤོང་ཅིག་བྲིས་བཞག་ཡོད་དེ་མ་ཡིན་པ་ཁྱེད་རྣམ་པ་ཡང་རྩལ་སྦྱངས་ནས་དུས་གསུམ་གྱི་རེའུ་མིག་ལག་སོ་པ་ལ་གཟིགས་ནས་ཁྱེད་རྣམ་པ་གྱི་རྩལ་རྒྱས་པ་ཞིག་གནང་སོང་བ་ཡིན་ན་དེ་དེའི་རྣམ་གཞག་གཟུགས་བསྒྱུར་བའི་ལས་ཚིག་དང་གཟུགས་མི་བསྒྱུར་བའི་ལས་ཚིག་དེའི་ཐོག་ནས་ག་རེ་ཡག་པོ་ཆགས་པ་བྱེད་དགོས་རེད་ཟེར་ན་བྱ་ཚིག་གི་དག་ཆ་དེ། དུས་གསུམ་སྐུལ་ཚིག་གི་དག་ཆ་དེ་རིགས་མི་འདྲ་བ་མི་འདྲ་བ་མི་འདྲ་བ་གཟུགས་གཅིག་པ་ཡིན་མཁན་གྱི་རིགས་གཅིག་དང་གཟུགས་གཅིག་པ་མ་ཡིན་མཁན་རིགས་གཅིག་ཡང་སྐུལ་ཚིག་ཡོད་མཁན་གྱི་རིགས་གཅིག་དང་སྐུལ་ཚིག་མེད་མཁན་གྱི་རིགས་གཅིག་འོ་དེ་འདྲས་ཀྱི་ཁྱད་པར་ལས་ཀྱི་ཡོད་ད་ད་ཀྱི་གོང་དུ་ད་ལྟ་བྱེ་སྨྲའི་ལས་ཚིག་རེད་བ་གོང་དུ་བྱེ་བྲལ་ལས་ཚིག་གི་དབང་དུ་བཏང་ན་བྱེ་བྲལ་ལས་ཚིག་ལ་སྐུལ་ཚིག་ཡོད་པའི་གི་ངེས་པ་ཡོད་རེད་སྐུལ་ཚིག་ཡོད་པ་རྐྱང་རྐྱང་སྐུལ་ཚིག་མེད་པ་རྩ་བ་ཉིད་ནས་མི་འདུག་བ་ད་བྱེ་སྨྲའི་ལས་ཚིག་ལ་ཡང་སྐུལ་ཚིག་མེད་པ་ཡང་ཡོད་རེད་ད་དེ་སྐུལ་ཚིག་མེད་པ་དེ་ཚོ་རེད་བ་སྐུལ་ཚིག་མེད་པ་སྐུལ་ཚིག་མེད་པ་སྐུལ་ཚིག་མེད་པ་དེའི་ནང་ལ་དབྱེ་བ་བཅུའི་ནང་ནས

གཟུགས་བསྒྱུར་བའི་ལས་ཚིག་དང་གཟུགས་མི་བསྒྱུར་བའི་ལས་ཚིག་དེ་ལ་བྱེད་འབྲེལ་ལས་ཚིག་གི་ཐོག་ནས་གཟུགས་བསྒྱུར་མི་འགྱུར་གྱི་དབྱེ་བ་བརྒྱད། བྱེད་མེད་ལས་ཚིག་གི་ཐོག་ནས་གཟུགས་མི་བསྒྱུར་མི་འགྱུར་གྱི་དབྱེ་བ་བཅུ། ཞུས་གྲུབ་ནས་ད་ཡང་དེ་ཡིན་དེ་དང་རིགས་གཅིག་པ་ཡིན་པ་ལ། ཚིག་ཐ་དད་ཀྱི་ཐོག་ནས། རྣམ་གཞག་ཐ་དད་ཀྱི་ཐོག་ནས་རྩལ་འབྱུང་བའི་ཆེད་དུ། བྱ་ཚིག་སྒོ་གཅིག་སྒོ་གཉིས་སྒོ་གསུམ་སྒོ་བཞི་རྣམ་གཞག་ཟེར་ད་དེ།

སྒོ་གཉིས་ཡང་ན་ད་ལྟ་བའི་སྒོ་གཅིག་དང་མ་འོངས་པའི་སྒོ་གཅིག་སྒོ་གཉིས་ཡང་ན། སྐུལ་ཚིག་གི་སྒོ་གཅིག་དང་ད་ལྟ་བའི་སྒོ་གཅིག་ཟེར་ནས་དེ་ལྟ་བུའི་སྒོ་སྒོ་གཉིས། ད་སྒོ་གསུམ་ཟེར་དུས་དེའི་མ་འོངས་ད་ལྟ་གསུམ་ཀ་ཡི་སྒོ་ཡོད་པ་སྒོ་བཞི་ཟེར་དུས་དེའི་མ་འོངས་ད་ལྟ་སྐུལ་ཚིག་བཞི་ཀ་ཡིའང་སྒོ་ཡོད་པ་དེ་ལ་བྱ་ཚིག་སྒོ་གཅིག་སྒོ་གཉིས་སྒོ་གསུམ་སྒོ་བཞི་གི་རྣམ་གཞག་ད་དཔེར་བརྗོད་ཀྱི་ཐོག་ནས་ཞུ་བྱ་བས་ན་བྱ་ཚིག་གོ་གཅིག་གིས་དང་པོ། བྱ་ཚིག་གོ་གཅིག་བྱ་ཚིག་གོ་གཉིས་བྱ་ཚིག་གོ་གསུམ་བྱ་ཚིག་གོ་བཞི་ཟེར། ད་དང་པོ་བྱ་ཚིག་གོ་གཅིག་འདི་ལ་ཡང་ནང་གསེས་ཀྱི་དབྱེ་བ་ཕྱེ་ན་རྣམ་པ་བཞི་ཡོད། འདས་པ་ཡི་གོ་གཅིག་མ་འོངས་པའི་གོ་གཅིག་ད་ལྟ་བའི་གོ་གཅིག་སྐུ་ཚིག་གི་གོ་གཅིག་ཟེར། རྣམ་པ་བཞི་ད་འདས་པ་གོ་གཅིག་ཟེར་དུས་དཔེར་ན་ས་པ་ད་བའི་ད་བྱ་ང་ས་བྱང་ཟེར་འདི་བྱ་ཚིག་འདིའི་དབང་དུ་བཏང་ན་ད་བྱ་ཚིག་གོ་གཅིག་རེད། གང་ཡིན་ཟེར་ན་ཀོ་བྱ་ཚིག་འདི་འདས་པ་ཁོ་ན་ལ་འཇུག་གི་རེད། འདི་བྱ་ཚིག་དེ་འདས་པ་ཁོ་ན་ལ་འདས་པ་གོ་གཅིག་རེད་བ། འདི་འདས་པ་ཁོ་ན་ལ་འཇུག་གི་རེད་མ་གཏོགས་འདི་བྱ་ཚིག་དེའི་དག་ཆ་དེ་མ་འོངས་པ་ལ་ཡང་འགྲོ་གི་མ་རེད་ད་ལྟ་བ་ལ་ཡང་འགྲོ་གི་མ་རེད་དཀོན་ཚིག་ལ་ཡང་འགྲོ་གི་མ་རེད་དེ་ག་ནང་བཞིན་སྤངས་དེ་ག་ནང་བཞིན་བཀག་དེ་ག་ནང་བཞིན་བཏུལ་དེ་ག་ནང་བཞིན་གྲུབ་དེ་ག་ནང་བཞིན་བསམ་དེ་ག་ནང་བཞིན་བཅོམ། འོ་འདི་འདི་བྱ་ཚིག་དེ་ཚོ་ཆ་ཚང་ཡང་བྱ་ཚིག་འདས་པ་ཡི་མགོ་གཅིག་གཅིག་པོ་གཅིག་ཡོད་རེད་ཁོ་འདས་ཚིག་ཁོ་ན་རེད་ད་འདས་པ་འབའ་ཞིག་འདས་པ་ཁོ་ན་ལ་འདི་བྲི་ཡ་རེད་མ་གཏོགས་མ་འོངས་པ་ལ་འདི་དག་ཆ་དེ་བྲི་ན་འགྲིག་གི་འོ་མ་རེད་ད་ལྟ་བ་ལ་བྲི་ན་འགྲིག་གི་འོ་མ་རེད་དཀོན་ཚིག་ལ་འདི་དག་ཆ་དེ་བྲི་ན་འགྲིག་གི་འོ་མ་རེད།

མགོ་མང་པོ་མེད་མགོ་གཅིག་རང་ཡིན། ད་དེའི་རྗེས་སུ་བྱ་ཚིག་མགོ་གཉིས། བྱ་ཚིག་མགོ་གཉིས་དེ་ལ་ཡང་རིགས་མི་འདྲ་བ་རྣམ་པ་བཞི། མ་མཐའ་མགོ་གཉིས་འདས་མ་མགོ་གཉིས་ད་གུལ་མགོ་གཉིས་འདས་གུལ་མགོ་གཉིས། མ་འོངས་པ་དང་ད་ལྟ་བའི་གི་མགོ་གཉིས་ཡོད་པ་དཔེར་ན་འདི་སྒྲོ་ལྟ་བུ་སྟེ་ཨ་བུ་ཀ་ར་དང་བྲ་ན་རུ་སྒྲོ་བསྲེས་ཏེ་ད་དེ་ཁོ་ལ་མགོ་གཉིས་ཡོད་མགོ་གཉིས་ཡོད། བྱ་ཚིག་མགོ་གཉིས་ཅན་རེད།

ག་རི་དགོན་གཉིས་ཡིན་ཟེར་ན་སྡེ་པ་དང་མ་འོངས་པའི་གི་དགོན་གཉིས་ཡིན་ཟེར་ཨོ་དེ་ག་ནང་བཞིན་རིགས་འགྲེ་ནི་ཚང་མ་བྱེད། དེ་ག་ནང་བཞིན་ད་གསུམ་པ་དེ་ལ་ད་དགུ་ལ་དགོན་གཉིས་ད་ད་བ་དང་སྐུ་ཚིག་དགོན་གཉིས་ར་རྩ་ད་རྩ་ན་རུ་རྩོད་ད་རྩོད་ཟེར་དེ་ད་ད་བ་ལ་ཡང་འདི་འགྲོ་གི་རེད་སྐུ་ཚིག་ལ་ཡང་འདི་འགྲོ་གི་རེད་བ། རྩོད་བཞིན་པ་ཟེར་ན་འདི་འདྲ་དྲིས་རེད་རྩོད་ཅིག་ཟེར་ན་ཡང་དེ་ད་ཆ་དེ་ག་རང་དྲིས་དུས་འདི་ཁོ། ད་ད་བ་དང་སྐུ་ཚིག་དགོན་གཉིས་ཆགས་བསྡད་ཀྱི་ཡོད། དེ་ག་ནང་བཞིན་བཞིན་ནི་གོས་དེ་ག་ནང་བཞིན་སྤྲོད་སྤྱོད་སྤྱོད་ཟེར་ནས་དེ་ཚོ་ཆ་ཚང་ཡང་ད་ད་བ་དང་སྐུ་ཚིག་དགོན་གཉིས་ཆགས་བསྡད་ཀྱི་ཡོད།

ད་བྱ་ཚིག་དགོས་ཤེས་ཡིན་ཆེད་ཡོག་མ་རེད། བྱ་ཚིག་ཡིན་ན་ཡང་ན་དེ་བར་མ་འོངས་པ་ད་ལྟ་བ་སྐུ་ཚིག་འདི་ཞིག་གང་རུང་ལ་ངེས་རེད་མ་གཏོགས་འདི་ཞིག་མ་ཡིན་པའི་དེ་བྱ་ཚིག་ལྔ་པ་ཅིག་ཡོག་མ་རེད་བ་དེ་ཡིན་པ་སོང་ཙང་བྱ་ཚིག་དགོས་ཤེས་ཡིན་ཆེད་ཡོག་མ་རེད་བྱ་ཚིག་དགོས་ཤེས་དེ་མཐའ་མ་རེད་ད། དེ་དཔེར་ན་བོད་གཞས་གཞུང་བཞུགས་ག་ས་བཞུགས་ཟེར་ཡ་དེ་གར་སོང་ན་འདས་པ་ལ་ཡང་དེ་ག་རང་བྲིས་ཡ་རེད་མ་འོངས་པ་ལ་ཡང་དེ་ག་རང་བྲིས་རེད་ད་ལྟ་བ་ལ་ཡང་དེ་ག་རང་རེད་སྐུ་ཚིག་ལ་ཡང་དེ་ག་རང་བྲིས་ཡ་རེད།

མ་འོངས་པ་ལ་ཡང་འགྲོ་གི་རེད་དེ་འདི་བྱ་ཚིག་དགོས་ངེས་རེད་དཱ་བསམ་ནས་བསམ་བློ་འཁོར་སོང་བ་ཡིན་ན་ཨ་ནི་འདས་པ་ལ་ཡི་བ་བོ་ཤ་ད་ཤེས་མ་འོངས་པ་ལ་ཡི་བ་བོ་ཤ་ད་ཤེས་དེ་ལས་སླ་བོ་བྱས་ནས་ངེད་ཅག་ཡག་པོ་ཅིག་གླས་ཡོང་གི་འདུག་བ། དེ་ག་ནང། དེ་ག་ནང་བཞིན་དེའི་ཕ་ཞིབ་ནི་ཕུལ་ལ་ཕུལ་ཟེར་ན་དེ་བྱ་ཚིག་ཕུལ་ཟེར་ཡ་དེ་བྱ་ཚིག་དགོས་ངེས་རེད་དགོས་ངེས་ཀྱི་ནང་ནས་ཡང་འདས་པ་དང་སྐུ་ཚིག་དགོས་ངེས་རེད་དཱ་འདས་པ་ལ་ཡང་འདི་འགྲོ་གི་རེད་སྐུ་ཚིག་ལ་ཡང་འདི་རང་ད་ཆ་དེ་ག་རང་འགྲོ་གི་རེད་དེ་ཡིན་པ་སོང་ཙང་དེ་བྱ་ཚིག་དགོས་ངེས་རེད་ཟེར་ལམ་སང་ངོ་རང།

འོ་དེ་འདྲའི་དགེ་མཚན་ཡོད་རེད། དེ་ཡིན་པ་སོང་ཙང་ཨ་ནི་ངས་དེ་རྩལ་འདོན་བྱས་ནས་ཡང་བྱ་ཚིག་གོ་གཅིག་གོ་གཉིས་གོ་གསུམ་གོ་བཞི་གི་རྣམ་གཞག་ཅིག་མ་དེ་ནས་མ་བྲིས་བཞག་ཡོད། ལག་ལེན་སྤྱོད་བསྡུས་ཆེན་པོ་ནང་ལ་ཡ་ཡོད་དོན་དག་ལ་འདི་ག་བ་ནས་འཕྲོས་སོང་རེད་ཟེར་ན་གཟུགས་འགྱུར་བའི་ལས་ཚིག་དང་གཟུགས་མི་འགྱུར་བའི་ལས་ཚིག་ད་ཀྱི་གོང་དུ་ཞུས་ཡོད་བ་འོ་དེ་དང། ད་ཚིག་གི་སྤྱོད་སྟངས་ཁ་ཁ་རེད་མ་གཏོགས་དོན་དག་ལྕི་བ་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་རེད། ད་ལྟ་ན་གོང་དུ་བྱ་ཚིག་གོ་གཅིག་གོ་གཉིས་གོ་གསུམ་གོ་བཞིའི་རྣམ་གཞག་གི་ནང་ནས་བྱ་ཚིག་གོ་གཉིས་དེ་ལ་ཡང་བྱེ་བྲག་ཏུ་ཕྱེ་སོང་བ་ཡིན་ན་ཡང་བྱེད་འབྲེལ་བྱེད་མེད་གོ་གཉིས་མ་ཟེར་ན་ཡང་དེ་འདྲའི་ཡང་ཡོད་པ་རེད་འདི་ཡོད་པ་འདི་ངེས་པར་དུ་མཁྱེན་ཡ་དེ་གལ་ཆེན་པོ་ཆགས་འདུག་བྱེད་འབྲེལ་ལས་ཚིག་ལ་ཡང་འགྲོ་མཁན་བྱེད་མེད་ལས་ཚིག་ལ་ཡང་འགྲོ་མཁན་དེ་དུས་བྱེད་འབྲེལ་གྱི་གོ་གཅིག་དང་བྱེད་མེད་ཀྱི་གོ་གཅིག་གོ་གཉིས་ཡིན་མཁན་དེ་འདྲ་ཡོད། ད་དང་པོ་དེ་ནས་མ་ཞུ་བཞག་ན། མཚན་གཞི་ཁ་ཤས་ཀྱི་ད་ལྟའི་རིགས་སུ་གྱུར་པ་ཡང་མང་པོ་མཁྱེན་པར་བྱེད་དགོས་ར་བ་དཔེར་ན་ཨའོ་ཆ་དང་ཆེ་ཟེར་ཡ་དེ་བྱ་ཚིག་ག་རེ་ཆགས་ཏེ་ཡོད་རེད་ཟེར་ན་བྱེད་འབྲེལ་བྱེད་མེད་མགོ་གཉིས་བྱ། བྱེད་འབྲེལ་ལས་ཚིག་ལ་ཡང་འགྲོ་བའི་སྐབས་ཡོད་རེད་བྱེད་མེད་ལས་ཚིག་ལ་ཡང་འགྲོ་བའི་སྐབས་ཡོད་རེད། བྱེད་འབྲེལ་ལས་ཚིག་ལ་འགྲོ་ཡོང་དུས་མ། ཤེས་པས་ཀྱི་ད་ལྟ་བ། ཆོས་ཆེས། ཆོས་ཆེ་ཉན་བྱེད་ཟེར་བའི་སྐབས་ཀྱི་ཆེས་དེ་ཨའོ་ཆ་དང་ཆེ་དེའི་སྐབས་སུ་བྱེད་འབྲེལ་ལས་ཚིག་གི་མགོ་ལ་འགྲོ་བཞག་རེད། ཡང། སྐུད་པ་ཆད་པ།

བྱེད་འབྲེལ་བྱེད་མིན་གང་ཡིན་པ་ཡང་ཕུང་གསུམ་པ་ཅིག་གཉིས་ཀ་ཡིན་པའི་མུ་དྲོ་ཆགས་དྲོ་བོར་དེ་འདྲས་མ་ཡིན་པ་བྱེད་ཀོ་དག་ཆ་དེ། འདི་ཡིག་གཟུགས་དེ། དྲ་གཟུགས་དེ་དག་ཆ་དེ་བྱེད་འབྲེལ་ལས་ཚིག་ལ་ཡང་འགྲོ་བའི་སྐབས་ཡོད་རེད་བྱེད་མིན་ལས་ཚིག་ལ་ཡང་འགྲོ་བའི་སྐབས་ཡོད་བྱེད་འབྲེལ་ལས་ཚིག་དང་བྱེད་མིན་ལས་ཚིག་མགོ་གཉིས་ཡོད་ཟེར་བའི་དོན་དག་རེད། འོན་ཀྱང་ནང་བཞིན་གྱི་ནི་འདི་ཨའོ་བརྒྱ་ཤམ་ཅུ་ཇུ་ཟེར་ཡ་དེ་ཡང་བྱེད་འབྲེལ་དང་བྱེད་མིན་མགོ་གཉིས་རེད། ལག་པ་ཇུ་ཟེར་དུས་སྐབས་སུ་བྱེད་འབྲེལ་ལས་ཚིག་ལ་འགྲོ་བཞག་རེད་ཡང་ཕོ་བ་ནང་ལ།

ཡིག་གཟུགས་གཅིག་པ་གཅིག་རྐྱང་ཆགས་བསྡད་ཡོད་དག་ཆ་གཅིག་པ་གཅིག་རྐྱང་ཆགས་བསྡད་ཡོད། འོ་དེ་ཡིན་དུས་ད་ནི་ཁ་ཞིམ་ཆུ་ཁུག་ཁ་ཁུག་ཟས་དེ་ཡང་བྱེད་འབྲེལ་བྱེད་མེད་མགོ་གཉིས་མ་ཆགས་བསྡད་ཡོད་རེད། དེ་ག་ན་བྱེད་མ་ཤེས་པའི་ཐེ་ཚོམ་ཆོད་ཅིག་ཟེར་དུས། ཨའོ་ཆ་ན་རུ་ཆོད་ད་ཆོད། མ་ཤེས་པའི་ཐེ་ཚོམ་ཆོད་འདུག་ཟེར་དུས་ཆ་ན་རུ་ཆོད་ད་ཆོད་དེ་གཉིས་ཀ་ཡང་ཆ་ན་རུ་ཆོད་ད་ཆོད་ཟེར་ནས་བྱ་ཚིག་དག་ཆ་གཅིག་པ་གཟུགས་གཅིག་པ་གཅིག་རྐྱང་རེད་དེ་ཡིན་དུས་མགོ་གཉིས་ཆགས་བསྡད།

ཁྲོལ། Troll། འདི་མགོ་གཉིས་ཡིན། བསམ་བློ་ངན་པ་ཆོས་ཤིག་ཟེར་བ་དང་བསམ་བློ་ངན་པ་ཆོས་འདུག་ཟེར་འདི་བྱེད་འབྲེལ་ལས་ཚིག་འདི་བྱེད་མེད་ལས་ཚིག། མི་ངན་མི་ངན་བཀྲ་ཤིས་ཕྱིར་ཐོན་ཅིག་ཟེར་དུས་འདི་ཐོན་འདི་དང་མི་ངན་བཀྲ་ཤིས་ཕྱིར་ཐོན་འདུག་ཟེར་འདི་ཐོན་གཉིས་པོ་དེ། དག་ཆ་གཅིག་པ་གཅིག་རྐྱང་ཐ་ན་རུ་ཐོན་ན་ཐོན་ཐ་ན་རུ་ཐོན་ན་ཐོན། ད་དྲག་ཡོད་མེད་ཡང་གཅིག་པ་གཅིག་རྐྱང་བྱེད་རུ་བ་ད་དྲག་ཡོད་པ་བྱེད། ཡིན་ན་ཡང་ཁྱད་པར་ག་རེ་ཡོད་ཟེར་ན་འདི་བྱེད་འབྲེལ་ལས་ཚིག་རེད་འདི་བྱེད་མེད་ལས་ཚིག་རེད་འདི་འབའ་སོང་ཙང་ཐ་ན་རུ་ཐོན་ན་ཐོན་ཟེར་ཡ་འདི་བྱེད་འབྲེལ་ལས་ཚིག་དང་བྱེད་མེད་ལས་ཚིག་མགོ་གཉིས་ཡིན།

དེ་འདྲ་འདི་ཚོ་ཆ་ཚང་ཡང་ཁྱེད་རྣམ་པ་སོ་སོ་གི་རང་སྟོབས་ཀྱིས་བློ་གྲོས་ཀྱི་རྩལ་སྦྱངས་ནས་མཁྱེན་པ་གནང་ཡ་དེ་དགེ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། འོ་ད་དེའི་ཐོག་ནས། དེ་ཡན་ཆད་ལ་ག་རེ་ཞུས་གྲུབ་པ་ཡིན་ཟེར་ན་བྱ་ཚིག་འདི་ལ་ཡང། རྣམ་འགྱུར་གྱི་སྒོ་ནས་དབྱེ་སོང་བ་ཡིན་ན་གཟུགས་འགྱུར་བའི་ལས་ཚིག་དང་གཟུགས་མི་འགྱུར་བའི་ལས་ཚིག་ཟེར་བ་དེ་ཞུས་གྲུབ་པ་ཡིན། ད་དེ་ཡང་ཡག་པོ་ཅིག་མཁྱེན་སོང་བ་ཡིན་ན་བྱ་ཚིག་གི་དག་ཆ་ཡག་པོ་ཅིག་ངེས་ཆ་ཡོང་ཡ་དང་དག་ཆ་ཡག་པོ་ཅིག་བེད་སྤྱོད་ལག་ལེན་ཐོག་ནས་བཏང་ཐུབ་ཡ་ལ་བེད་སྤྱོད་བེད་སྤྱོད་ཆེན་པོ་དང་གནད་འགག་ཆེན་པོ་ཆགས་བསྡད་ཀྱི་ཡོད་རེད།